ཨ་ཐང་རྒྱལ་ཆེན་མ་ལ་ས་ད་ལོ་ནི་འདི་གར་དངོས་སུ་བྱུས་རུ་ཤངས་པི་ར་ནི་དགའ་ལྡན་ཤ་ཆང་གི་ནི་མཁན་རིན་པོ་ཆེ་རྣམ་པ་གཉིས་དང། དཔལ་ལྡན་འཕྲིན་བདག་དགེ་བསྐོས་རྣམ་པ་གཉིས། དབུ་མཛད་ཆེན་མོ་རྣམ་པ་གཉིས་བཅས་ཏེ་ནི། ད་རང་སྐབས་སུ་བབས་པའི་དེ་ནི་གསུང་བཤད་གནང་བ་པོ་དང་གཙོ་སྐྱོང་རྣམ་པ།

འོག་ལ་སོགས་ཤིས་བརྗོད་པའི་སྡེས། གསལ་བ་དེ་ཡིན་ཙང་ནི་ད་ལྟ། འོག་ལ་སོགས་ད་ལྟ་འོག་ལ་སོགས་ནི། འོག་གསུང་བཤད་གནང་བ་པོ་དེ་ནི་དགའ་ཤར་དགེ་བཤེས་ལྷ་རམས་པ་ནི། བློ་བཟང་བརྩོན་འགྲུས་མཆོག་གིས་དེ་ནས་གསུང་བཤད་དེ་ད་ག་ཚོད་ད་དུས་ཚོད་དེ་དེའི་ཚེ་ཤིན་སྦྱངས་ཤོག་དེ་ཤག་ཡིན་ཙང་ལས་ད

ད་གུས་པ་རང་གི་དེ་རྩོམ་ཆེན་འོག་བསླབ་ན་ཞེ་དྲག་ཅང་མེད་ཁྱེད་ཚོ་དང་དེ་འདྲའི་གི་ཅོག་མ་སོང་ད་མདོར་བསྡུས་མདོར་བསྡུས་འདྲ་བོ་ཅིག་གི་གནད་བསྡུས་གནད་བསྡུས་འདྲ་བོ་ཅིག་གནད་བསྡུས་གནད་བསྡུས་འདྲ་བོ་དེ་འདྲའི་ཅིག་གི་ནས་བྲིས་ཡོད་ད་དེ་སྤྱིར་བཏང་གི་ཕྱིར་བཅོས་སྐོར་རེད་བྱ་ད་ཕྱིར་བཅོས་དེ་ཧང་སང་ཡི་ཀ་ཆེན་པོ་ད་ད་ཚང་མས་མཁྱེན་བཞིན་པ་རེད་ད་ཡིན་པ་ཡིན་ན་དེའི་ནང་ལོགས་ནས་ད་ངས་དེ་དང་པོ་ཁུངས་བསྟན་པ་བཟས་སྔོན་མ་གི་གཞུང་དུ་བསུས་ན་ག་འདྲས་ག་འདྲས་ཡོད་མེད་གི་ཁུངས་ད་མདོར་བསྡུས་བ་ཅིག་བྱས་ཨ་ནི་ད་ད་ད་ང་ཚོས་ཅིག་ཏན་ཏན་གྱི་ད་གདན་ས་ཁག་ལ་ནི་ཕྱག་ལེན་གཅིག་ཡོད་ར་ཕྱག་ལེན་འགྲོ་བཞིན་པ་ད་དེའི་སྒང་པ་དེའི་སྒང་ལ་ནི་ང་རང་རྟོག་པ་འདྲ་བོ་ཁ་ཤས་ཅིག་སྐྱེས་སོང་ར་བ། ད་ཡང་ཅིག་འགྲིག་གི་མི་འདུག་ཟེར་ཡ་འདྲ་བོ་དང་དེ་འདྲའི་རྩ་བ་ཉིད་ནས་མིན་ད་ང་འདྲ་བོ་ཐེབས་ཆག་ཅིག་གི་ང་རང་འདྲ་བོ་ཡིན་ན་ཉམས་ལེན་ག་གེ་མེད་ད་ཅིག་གི་ནི་དགེ་སློང་ཅིག་ཡིན་པ་ཙམ་དེ་འདྲའི་ཅིག་རེད་ཡིན་ནའང་དེ་འགྲིག་མི་འདུག་གདན་ས་ཆེན་པོ་ཟིག་གི་ཕྱག་ལེན་ལ་དེ་འགྲིག་གི་འདུག་ད་དེ་འགྲིག་གི་མི་འདུག་ཟེར་ཡ་ད་རྩ་བ་ཉིད་ནས་རང་གི་ཁོ་རང་མ་རེད། ལྟར་ཡིན་པ་ཡིན་ན་ཅིག། གཞུང་ཆེན་མོ་ཀློག་མཁན་ཅིག་ཡིན་པ་ཡིན་ཚེ་ད་རྟོག་པ་ཅིག་རང་བཞིན་གྱིས་ནི་ལྷུང་གི་འདུག་ད་གཞུང་དེ་སོང། དེ་ཡིན་དུས་དེའི་འོག་ལ་རྟོག་པ་ཁ་ཤས་ཅིག་བཀོད་ཡོད། དེ་འདྲའི་ཅིག་ཡིན། ད་དང་པོ་དེ་རེད་ད་ཁུངས་བསྟན་པ་ལ་དེ་སོགས་ཕྱིར་བཅོས་བྱེད་སྟངས་ཀྱི་སྐོར་དེ་སོགས་ད་གཞུང་ཆ་ཚང་ནི་ཧང་སངས་རྒྱས་པ། སོ་ཐར་གྱི་མདོ་གཙོ་བོ་ལུང་བཞི་དང་གཞུང་བསྟན་པ་དང། དེ་ནས་འདིར་བ་མདོ་རྩ་བ། ནི་ད་ཅིག་ནི་གདན་ས་ཁག་གི་ཡིག་ཆ་རྣམ་པ་ཡིག་ཆ་མཛད་མཁན་ནི།

ད་ལྷག་པའི་གཏིང་ངོ་ལ་ངའི་རོབ་བཟོ་རོབ་བཟོ་བྲིས་ཡོད་ད་ཁོང་རང་དུས་སུ་རེད་ད། ཕམ་པ་ལ་ཕྱིར་བསྐྱུར་བྱས་ཡ་མེད་ཡ་ཆི། ནི། ད་ཕམ་པ་ཆམ་པའི་འདྲ་བོ་ཡིན་པ་ཡིན་ན། ཁོ་གཅིག་གི་ནི་སྐྱོང་བ་ཡིན་ན། ལྷ་ཡ་སྦྱིན་པ་ཟེར་ལྷ་ཡ་སྦྱིན་པ་དེ་ལ་ཕྱིར་བསྐྱུར་དུས་ན་མང་དག་པ་ཆི། ད་ལྷག་མི། ད་གཙོ། ནི་ཕམ་པའི་བོང་བུ། ད་ཁོ་དམངས་རིགས་ཀྱི་སྒོ་ནས་ཕྱིར་བསྐྱུར་ཡོད་པ་ཆི། ནི། ད་ལྷག་མ་རེད་ད་ལྷག་མ་ལྕགས་སམ་འདྲ་བོ་ཅིག་ན་སྤུན་གོང་ཡོང་སམ་སྔོན་དུ་སོང་བའི་སྒང་ནས།

ཨོ་དེ་ལ་དམིགས་བསལ་གཅིག་པའི་ཞག་དེ་ལ་ནི་སྐྲག་པ་དང་བསོད་ནམས་ཆེ་བ་ནི་དགེ་འདུན་གྱི་ནུས་བསྟན་དང་ཟེར་ད་དགེ་འདུན་གྱི་ནུས་བསྟན་བསླབ་ན་དགེ་འདུན་ནང་གི་ཀ་རི་ལ་སྒོར་ད་ཅིག་གཙོ་ཆེའོ་དེ་འདྲ་ཡིན་ས་རེད་སྐྲག་པ་དང་བསླབ་ན་ཁོ་སྐད་སྒྲ་ཆེན་པོ་ཡོད་རྒྱུ་མིང་ཆེན་པོ་ཡོད་རྒྱུ་ཨ་ནི་ད་བསོད་ནམས་ཆེན་པོ་བསླབ་ན་ད་བསོད་ནམས་ཆེན་པོ་བསླབ་ན་ག་ཅིག་ལ་ཚད་རྒྱག་གི་ཡོད་ན་ཨོ་དེ་འདྲའི་གི་གང་ཟག་ལྔ་གང་ཟག་ཁྱད་པར་བ་ལྔ་དེ་གི་བཞི་བ་དེ་དག་གིས་ཀྱང་ཤིན་ཏུ་བསམ་པ་བསྟན་ཏེ་བདུན་པོ་གཅིག་གི་མདུན་ལ་ཐེ་ཚོམ་མེད་པར་ཨ་ནི་གཤེགས་པར་བྱའོ་ཟེར

གང་ཟག་ཁྱད་པར་བ་ལྔའི་རྫས་དང་ད་ལྟ་ངོ་ཚ་ཞི་བ་དང་འདུལ་བ་འཛིན་པ་དང་མ་མོ་འཛིན་པ་ནི་དྲག་པ་དང་བསོད་ནམས་ཆེན་པོ་ཟེར་གང་ཟག་ལྔ་གཅིག་འདུལ་བའོ་དེ་རེད། ད་དེའི་ནང་ལོགས་མ་ཡིན་པའི་གཞན་པ་དགེ་སློང་སུ་གཅིག་ལ་ལྷག་མའི་ལྟུང་བ་བྱུང་བ་ཡིན་ན་ནི་ད་སྤོང་གོང་ཡོངས་སུ་མ་བཅིངས་ན། འོ་ད་ལྷག་མའི་བྱུང་བ་དང་རྩ་བ་ཉིད་ནི་རྟག་གི་མ་རེད་ཟེར་ད་དེ་གཞུང་ཆ་ཚང་ད་གཞལ་གཅིག་གྲངས་འདྲ་བོ་རེད་ད། ལྟོས་གཅིག་རེད། ད་ཡིན་པ་ཡིན་ན་ད་ལྟ་ང་ཚོའི་ཕྱག་ལེན་ལ་ལྟ་སྤོང་གོ་ཡོང་ཚུལ་མཆིས་ཡ་ད་ང་ཚོ་ལ་ཡོང་མ་ལྟ་སྤོ་ལ་ལྟར་ཡོང་མ་རེད་ཟེར་གི་འདུག་ཨ། དེས་ན་ལྟོ་མ་ལྟར་བའི་རྒྱུ་མཚན་ད་ག་འདྲས་ཡིན་ན་ཟེར་ད་དེ་དོགས་པ་ཆེན་པོ་བཟའ་གི་འདུག་དེ་ངང་ངས་དོགས་པ་གཅིག་བཀོད་ཡོང། དེས་ན་ད་ངོ་ཚ་ཤེས་བ་དང་སོ་སོ་སོ་སོ་ལ་བསམ་བློ་བཏང་ན་ད་ལྟ་དེ་འདུག་ཁོ་རང་གི་ལ་ལྟོས་འདྲི་གཅིག་འདུག་ཨ། ཨ་ནི།

ད་ཡིན། ཐོར་བའི་ཚིག་དངོས་སུ་ལོགས་སུ་མེད་པ་དེ་ད་ལྟ་བ་སུ་ཕྱིར་བཅོས་བྱས། ད་ད་ད་དངོས་གཞིའི་སྐབས་རེད། ད་དངོས་གཞིའི་སྐབས་ལ། ད་ལྟའི་ཆོ་ག་དང་སྲིད་སྒྲིག་ནི་ཡིན། ད་སྔ་སུ་རྣམས་ཀྱི་སྐྱོར་ད་ཡོད། ད་ང་རང་ངས་ན་ཧ་གོ་གི་མི་འདུག། སྔོན་མ་གི་གཞུང་གི་སྔོན་མ་སྔོན་མ་གི་གཞུང་གི་ན་རྩ་ཡིན་ནི་དོན་འགྲིག་གི་མི་འདུག། དེ་སྲིད་ངའི་གཞུང་དུ་སོ་ལོ་ག་ཡིན།

མདོ་དང་གཞུང་འཁོར་ལྔ་ན་ཀ་རེ་ལྷག་མ་ལྕགས་སམ་རེ་རེ་ཀ་རེ་ཀ་རེ་བྱུང་ན་དེའི་ཕ་རྒན་དེ་ལ་ནི་ཐོ་ཞག་ཞིག་བསྒོག་ཡོད་དམ་ཕྱིར་བཅུ་ཞིག་བསྒོག་ཡོད། དེ་ཡང་ཕ་སྟོང་བ་ཨ་ནི་ཞག་ས་ཏེ། མང་རིགས་མཐུན་པའི་སྟོང་བ་དེ་གི་མ་བསྐུལ་བ་ཅིག་ངེས་པར་དུ་བསྒོག་ཡོད། མ་གཏོགས་ལྷག་མ་ལྕགས་སམ་གྱིས་དེ་རྟོགས་པ་ལ་སོགས་ངུ་བཞིའི་སྟོང་བ་དང་ལྕགས་སམ་ལ་སོགས་སོགས་སྒྲ་ཅིག་ཅར། ད་ལྟ་ཡིན་ན་འཐོར་ས་དང་དེའི་ཕ་སྟོང་བ་རེ་རེ་རེ་རེ་ནི་མང་རིགས་མཐུན་པའི་སྒོ་ནས་ཁོ་ཕ་དགེ་སློང་ཐུག་ས་དེ་གོ་བསྒོག་ཡོད། འོ་དེ་ཡིན་པ་ཡིན་དུས་དེ་ཁྱོད་ནི་བསྡུས་གྲགས་བྱ།

བམ་པའི་སྦོམ་པོ་དང་ལྷག་མའི་སྦོམ་པོ་དང་ཏི་འབྲི་ཟིན་ན་ཕག་མང་རིགས་མཐུན་པ་དགོས་ནས་ཕྱིར་ཆུ་བཤལ་དང་ས་འོག་ས་རྐྱང་འདུག་ཏི་འབྲི་ཡིན་དུས་ཏི་སོ་ཡི་སྟོང་ཡང་ཞན་པ་དང་ཐང་གི་མི་འདུག་ཨོ་ཏི་འབྲི་ཡིན་པ་ཡིན་དུས་ད་དེ་ལ་ནི་རྟོག་པ་ཟ་གི་འདུག་ཟེ་ནི་ངུ་བཞིའི་སྐབས་ཀྱི་རྟོག་པ་འདྲ་བ་ཏི་འབྲི་གཅིག་ཡིན་ཨོ་ད་ཏི་ཕར་གྱི་ནི་ཏི་འབྲི་གཅིག་ཡིན་པ་འདྲ་ནི་ད་ད་ད་ངའི་ད་ད་མདོར་བསྡུ་བ་ད་ཏི་འབྲི་ཡིན། ང་རང་གི་བསམ་ཚུལ་རེད་ད། ལྷག་མའི་སྐབས་ཀྱི་ལྷག་མ་བྱུང་བ་ལ་གཙོ་བོ་ད། ཁྱད་ཆོས་ཀྱི་སྐབས་ལས་ཁག་ཤུགས་ལྡན་ད་གཞན་པ་སྤང་སྟོང་དང་སྟོང་བཤད་འབའ་ཞིག་པ་ན་ད་སོ་ད་ཤི་ད་ནད་འགག་མི་འདུག་ཁོ་རང་བྱ་ལག་དེ་སྤང་ནས་ནི་ཕྱིར་བཅོས་ཤིག་དང་ལ་འགྲིག་གི་འདུག་ཨ། ལྷག་མ་ཇི་གསུམ་གྱི་གང་རུང་བ་ཅིག་བྱུང་བ་ལ། གང་ཟག་ཁྱད་པར་ཅན་ལྔས་མ་གཏོགས་གཞན་པ་སྤང་གང་ཡོང་སེམས་ཅན་ནི་འགྲོ་བ་རེད་མ་གཏོགས་གཞུང་གི་ནང་རྩ་བ་ཉིད་ནས་གཞུང་གང་མ། པཎ་ཆེན་བདེ་བླག་ཉི་མའི་བར་གྱི་གཞུང་དེའི་སྔོན་ལ་ཐོན་ནས་མི་འདུག་ཟེར་དུ་ཅིག་རེད། དེ་ནས་ད་ནི་ང་སུ་ད་ནི་ཕྱིར་བཅོས་ཀྱི་སྐབས་སུ་ནི།

གཞན་པ་གཅིག་ལ་ལབ་བཏང་ན་ཁོ་འཐོར་ར་ལབ་བ་དེ་གི་སྐུ་ཆུར་འགྲོ་གི་ཡོད་རེད་གཞན་པ་དགེ་སློང་ཆོས་བདུན་བདུན་དང་མང་པོ་ནི་དེ་གོ་གི་མི་འདུག་དགེ་སློང་གཅིག་ལ་ཕར་གྲོགས་པོ་གཅིག་ལ་ངར་དེ་སྟོང་བ་གཅིག་ཤོང་སོང་ད་ལ་ཙམ་གི་འགྲིག་ཚར་རེད་ད་ཅག་པའི་ཉེ་བའི་དུ་ཁོ་དབྱེ་བ་མ་རེད་དམ་ཡ་ཅིག་དེ་ནི་ད་ཅིག་དེ་ཅིག་ནི་ད་ལྷག་མ་ཡིན་ན་ད་ག་རང་རེད་ད་ངོ་ཚ་དང་དམ་པ་དང་དུས་ནག་ལོག་ལ་ཚུགས་མི་ཚུགས་ལྟ་རེད་མ་གཏོགས་གཞན་ཅང་ཐབས་ཤེས་ཅིག་ཡོད་ཀྱི་མ་རེད་དྲན་གི་འདུག་དེ་མ་གཏོགས་གཞན་པ་དུ་སུ་ད་གང་ཟག་གཅིག་གི་མདུན་ལ་བཤགས་ན་འགྲིག་གི་འདུག།

ཇི་ལྟར་ཁོ་རང་མང་རིགས་མཐུན་པའི་སྒོ་ནས་ཨོ་ཏི་རི་དང་མང་དང་རིགས་མཐུན་པ། ད་སྡེ་ཚན་ནང་ནས་མ་བྱུང་བ་ཡིན་ན་སྡེ་ཚན་ཆུང་དག་ནང་འགྲིག་གི་འདུག་ད་སྤང་ཐང་འདྲ་བོ་གཅིག་ནང་ཆུ་ཁུལ་འདྲ་པོ་འདྲ་བོ་གཅིག་གཤེགས་དགོས་ཡོད་ན། ཕ་གིའི་གཤེགས་སའི་དགེ་སློང་དེ་ལ་ནི་སྤང་ཐང་གཅིག་འབྱུང་དག་ཡོད་ན་སྐལ་མི་འདུག་དེ། ཡིན་ན་ཆུ་ཁུལ་འདྲ་པོ་གི་སྟོང་བ་ཁོ་ལ་མ་བྱུང་མཁན་གྱི་དགོས་ཡོད་ད། ཨོ་ཏི་མདུན་དུ་གཤེགས། ད་གཤེགས་པའི་སྐབས་སུ་སོ་སོའི་མང་རིགས་ངེས་པར་དུ་འཇོག་དགོས་ཡོད་ད།

སྤོང་གོང་ཡོང་གསུམ་སྔོན་དུ་ཅི་མ་སོང་བ་ཅིག་ཡིན་ན་ཅི་མི་སྒོང་མཁན་ཅིག་ཡིན་ན་ད་ཅི་སྒོང་མཁན་ཡིན་ན་ད་སྤོང་གོང་ཡོང་གསུམ་ལ་ད་མགྱོགས་ད་ད་ཤོད་ཅིག་འདུག་ད་ཡར་མ་ད་འདྲི་ཕྱག་ལེན་ད་སྤོ་ད་མ་ད་རེད་འདུག་ད་ད་སོང་ཕྱི་ད་ལབ་མ་ལ་མེ་ཡི་བཟོ་འདྲ་བོ་ཅིག་འདུག་ད་འདྲི་ཅིག་རེ་ཕྱག། དེ་ནས་ད་སྤང་སྟོང་རེད་ད་སྤང་སྟོང་དང་འབའ་ཞིག་པ་ད་འབའ་ཞིག་པའི་ནང་ལོགས་ལ་མ་གིའི་ཁབ་ར་མཆུ་བ་བཟེ་བ་འདྲ་བོ་དང་ཚ་ལྷག་གི་སྟོང་བ་ཁ་ཤས་ཅིག

དེ་ལས་གསུང་བའི་སོགས་ཀྱི་གོ། བདག་སྤང་ལྟུང་མན་ཆད་ཡིན་པ་ཡིན་ན་ད་བེད་ཅིང་འགྲིག་གི་རེད་ཡིན་ན་ངས་འགྲིག་གི་རེད་ཐག་གཅོད་ནས་ཞུ་ད་ཡག་གང་ཡང་མི་འདུག་སྤང་ལྟུང་མན་ཆད་ཡིན་ན་ཁོ་ཕྱི་བཤོལ་བྱེད་ཡ་དེ་ཡིན་གཅིག་མིན་གཅིག་གསོ་སྦྱོང་མ་འགྲོ་བ་ཆེད་གཞན་ལ་ཡ་ཕྱི་བཤོལ་བྱེད་བཞིན་ན་འགྲིག་གོ་རེད། ད་ད་ང་རང་ཚོ་ད་ན་དེ་ཕམ་པའི་བུམ་པོ་བསད་ཡ་འདྲ་བོ་དང་ཨ་ད་ག་ནང་བཞིན་གྱི་ལྷག་མ། དང། མཆོག་གསུམ་ལ་སོགས་པ་བདུན་གཟུགས་བགོས་ཡོད་ན་ཨ་གང་ཟག་སོ་སོ་ལས་ཕྱི་ཆོས་ཤེས་རྩ་བ་གཉིས་ནས་དང། ལྷག་མ་ནི་དགོས་མཁོ་རེད། ཁ་ཤས་ཕམ་པའི་སྦོམ་པོ་ཡོད་དགོས་མཁོ་རེད། ད་ཕམ་པའི་སྦོམ་པོ་དང་ལྷག་མ་གི་རིགས་དེ་དགོས་པ་ཡིན་ན། ཨ་ནི་གང་ཟག་གཅིག་གི་བདུན་ལས་ཕྱི་ཆོས་ཤེས་རྩ་བ་གཉིས་ནས་དང། མེད་པ་སོ་ཕྱིར་བ།

བྱེད་དང། ད་ང་རང་བསམ་ཚོད་བྱས་ན་ང་ལ་གཞུང་ཁུངས་དང་དེ་འདྲ་གང་ཡང་མེད། ལྷག་མ་འདི་ཚོ་ཡིན་པ་ཡིན་ན་བྱེད་དང་གང་ས་ཤག་ལ་ཡ་གང་ས་པའི་བྱེ་བྲག་པ་གཅིག་གི་མདུན་ལ་ཡ་རྩ་བ་གཉིས་ནས་གོ་ཆེ་ཆོས་བྱས་ཡོད་མ་རེད་བ། ཡིན་དུས་བསམ་པ་ལས་མ་གི་དགེ་འདུན་དམངས་གནས་གསོ་སྦྱོང་ཚོགས་ནས་དུས་དུས་ཆེ་ཆོས་བྱས་ཤག་བ་ཡིན་ན་ལྷག་མ་འདི་སྤོ་མགོ་ཡོང་གསུམ་ཡང་མ་གོ་བ་བྱས།

ཤིང་གི་ཐུར་ལ་བརྟེན་པ་པའི་བྱིན་རླབས་ཅན་ཡིན་ས་ནས་དེ་ལས་ལྷག་མ་དེ་ཚོ་དང་ནི་སྦོམ་པོ་དེ་ཚོ་གང་ཆེ་ཆུ་ཆེ་བཞག་ན་བདག་གིས་རྒྱུ་ཡི་རེད་ཟེར་ང་རང་བསམ་ཚོད་ཨོ་དེ་ཡིན་བ། མ་དར་གོ་ཡ་དེ་བོད་ལས་ཨོ་དེ་ཡིན་ས་རེད་བསམ་གི་འདུག་བ། དེ་ཡིན་དུས་བསམ་པ་ལ་བྱེད་ད་ནི་གསོ་སྦྱོང་ངེས་པར་དུ་འགྲོ་དགོས་ཡ་ད་ལྷག་མ་དགོས་ཡོད་ན་ལྷག་མ་དང་ཕམ་པའི་སྦོམ་པོ་དེ་ནས་དགོས་ཡོད་ན་ངེས་པར་དུ་གསོ་སྦྱོང་འགྲོ་ན་མ་གཏོགས་བཤགས་སྡོམ་རྩ་བ་ཉིད་ནས་བྱེད་ཡ་མེད་མཁན་ཞིག

ད་ལྟ་ཆོ་ག་གཞུང་ནང་ལ་འདུག་འོ་དེ་རྒྱན་གྱི་ནི་རྩ་བ་ཉིད་ནས་འགྲིག་གི་མི་འདུག་ཟེར་ཡ་འོ་དེ་འདྲས་གསུངས་སོང་ང། ད་འདི་ག་རེད་ཟེར་ན་ང་ཚོ་དེ་ཕྱི་བཤོལ་བྱས་པའི་སྐབས་ལ་ཡ་ག་རེད་ཟེར་ན། ད་ནམ་རྒྱུན་ད་གསོ་སྦྱོང་སོགས་ཀྱི་ཕྱི་བཤོལ་བྱེད་དུས་ད་འདི་རེད། གཙོ་བོ་ཨ་ནི་སྲོག་ཐར་གྱི་སྡོམ་པ་དང་འགལ་བ་དེ་ཕྱི་བཤོལ་བྱེད་དགོས་རུང་བ། ཡིན་ན་ཡང། ཨ་ནི་བྱང་སེམས་ཀྱི་སྡོམ་པ་དང་འགལ་བ་དང་ད་ག་ནང་བཞིན་གྱི་བག་གི་སྔགས་ཀྱི་སྡོམ་པ་དང་འགལ་བའི་སྡོམ་པ་གསུམ་དང་འགལ་བའི་ཉེས་པ་དེ་ང་ཚོ་པའི་སྲོག་ཐར་གྱི་སྡོམ་པ་དང་འགལ་བ་ལས་མང་ང་དེ་ག་ནང་ཚོ་བྱང་སེམས་ཀྱི་སྡོམ་པ་དང་འགལ་བ་དེ་ཡོང་གོ་རོ། བྱང་སེམས་ཀྱི་སྡོམ་པ་དང་འགལ་བ་ལས་ཀྱང་མང་ང་སྔགས་ཀྱི་སྡོམ་པ་དང་འགལ་བ་སླེ་གོ་རོ། དེ་དུས་གསོ་སྦྱོང་འགྲོ་དུས་ཙམ་པ་ལས་བསམ་བློ་བཏང་ཡན་དེ་སྡོམ་པ་གསུམ་ག་གི་ཆེ་ཆོས་ཀྱི་བསམ་སྟངས་བཞག་ན།

སྔགས་ཀྱི་སྡོམ་པ་དང་བདུན་ཚུལ་ཡས་ཆོས་སྤྱོད་བྱེད་ཡ་གཅིག་ཡོར་བ་དར་བ་ད་ང་སོ་དེ་བ་ལ་ཡ་དེ་སོ་དར་གྱི་སྡོམ་པ་དེ་དུས་སྙོམས་དུ་ད་གང་བྱེད་ད་ང་དྲི་བ་དེ་ད་དེ་དུས་ཙམ་པ་ལས་ང་ཚོ་མ་གི་གསོ་སྦྱོང་ཚོགས་ནས་ཆོས་སྤྱོད་བྱེད་པའི་སྐབས་ལ་ཡ་སྔགས་དང་བྱང་སེམས་ཀྱི་སྡོམ་པ་དེ་དེ་དུས་ང་ཚོ་བསམ་བཏང་ནས་ད་གི་ཨ་ནི་ཅི་སྔར་རྗེས་འགྱོད་སེམས་དང་ཕྱིན་ཆད་སྡོམ་སེམས་བརྗེད་བཞག་ན་ཨ་ནི་བྱང་སེམས་ཀྱི་སྡོམ་པ་དང་འགལ་བ་དང་སྔགས་ཀྱི་སྡོམ་པ་དང་འགལ་བ་དུས་ཚོད་བདག་གིས་ཡོད་ན་མེད་ན། ང་ཚོ་ནམ་རྒྱུན་དེ་ད་གང་དེ་ལ་ཡིན་པ་ནི་གང་དེ་འཚོ་བཅུད་གནང་ལོ། ཕྱི་བཅུད་འཚོ་གོ་ར་བ། དེ་དུས་ད་ནི་བསམ་བཏང་ཡ་དེ་ལས་སོ་སོ་བད་ཀི་སྡོམ་པ་གསུམ་ཀ་དང་དགེ་བའི་ཉེས་པ་ལས་ཡ་མངར་བྱེད་འགྱོད་སེམས་འཆིང་བྱེད་སྡོམ་སེམས་བྱེད་ནས་ཨ་ནེ་འདུ་བྱེད་ནས་བཤགས་སྡོམ་ཚུལ་བཞིན་དུ་བྱེད་ན་དེ་དུས་བྱང་སེམས་ཀྱི་སྡོམ་པ་དང་སྔགས་ཀྱི་སྡོམ་པ་གཉིས་དང་དགེ་བའི་ཉེས་པ་དེ་བདག་གི་རེད་དང་མ་རེད་ཟེར་ནས་དྲི་བ་གཅིག་འོ་དེ་ཡིན་ར་བ་དྲི་བ་གཅིག་དེ་ཡིན། ཨ་འདི་གའི་རྒྱན་གྱིས་ག་རེ་གསུངས་སོང་ཟེར་ན། ཕྱི་བཞི་བྱེ་བའི་སྐབས་ལ་ཡང། ལྷག་མ་ཡིན་ན་ལྷག་མ། རོ་བ། ཕམ་པའི་ལྷག་མའི་སྡེ་ཚན་ལས། ཁུ་བ་སྦྱིན་པ་ལ་སོགས་ལྷག་མ་བཅུ་གསུམ་གྱི་དེར་རྟོག་པའི་ལབ་ནས་ཆོས་རྗེ་བཞི་ནི་རྩ་བ་ཉིད་ནས་འགྲིག་གི་མི་འདུག་རེ་རེ་ནས་སྨོས་དགོས་ཀྱི་འདུག་ཟེར་ནས་དེ་ནས་གསུངས་སོང་ང།

ལྷག་མའི་སྐབས་སུ་སྤོ་འགོག་ཡོང་གསུམ་གྱིས་ནི་ཕྱག་དུམ་བྱས་དང་དེ་ལ་གང་ཟག་བཞི། གང་ཟག་བཞི་དང་ལྔ་དྲུག་ཏུ་འདྲིས་ཀྱི་ཁྱད་པར་གཞུང་ཆ་ཚང་ཁ་གཅིག་གྲངས་རེད་ད། དེ་མ་གཏོགས་གསོ་སྦྱོང་ཚོགས་ནི་རིགས་རིགས་ཀྱིས་ནི་འདི་འདྲའི་ཕྱག་དུམ་བྱེད་དགོས་ཀྱི་གསུངས་མི་འདུག་ཟེར་གཞུང་ཁོངས་ཉིད་དུ་ཞུས་ཡ་ཡིན་དང་པོ་དེ།

ཨ་ནེ། ཕྱི་བཅོས་བྱེད་སྟངས་འདི་ད་ལྟ་དུས་སང་ང་ཚོ་ནས་འདོན་འདས་ཀྱི་ཕྱི་བཅོས་བྱེད་ཡ་དེ་ཨ་ནེ། ད་ག་དུས་སུ་བྱུང་མིན་ད་ག་འདི་འདི་འདྲི་གི་སྐོར་ལ་རྒན་གྱི་དོགས་དཔྱོད་ཅིག་གནང་སོང་ད་ད་ལྟ་འདི་ངའི་དམིགས་བསལ་གྱི་མཐོང་དང་མ་སོང་ཡིན་ནའི་ང་རང་གོ་ཐོས་ལ་ཡ་དེ་ནས་ཕྱི་བཅོས་འདོན་ད་ལྟ་འདོན་འདས་འདི་པན་ཆེན་བློ་བཟང་ཆོས་རྒྱན་གྱི་ནས་ནམ་རེ་ཟས་ཀྱི་གོ་མྱོང་ཡོད་ད་དེ་ངའི་ཐག་ཆོད་དུ་ངའི་ཡིན་ནམ་ནི་ཨ་འདི་ཨམ་ཅོག་ན་དེ་འདྲ་ཞིག་གོ་ཤར་བ་དེ་དེ་འདྲ་རེད་ཟེར་ཡང་འགྲོ་ཅིག་གོ་སོང་ད་དངོས་གནས་ང་རང་དཔེ་ཆ་མཐོང་ཡང་ད་དེ་འདྲ་བལྟས་བཞག་རྒྱུ་ད་དེ་འདྲ་ཁས་མེད་འོ་དེ་གཅིག་བྱས་ཨ་ནི་ད་དྲི་བ་ཞུ་ཡ་གཅིག་ལ་ཨ་ནི་ད་ད་གང་ཟག་ཁྱད་པར་ཅན་གྱི་ནང་ནས་ད་ནས་ད

ལོ། ཚང་མ་ངོ་ཚ་གི་ཡོད་ཡིན་ཙང་ནི་བྱེད་ཐུབ་ཨ་མ་ད་གང་འདིར་ད་སྔ་གཞས་མང་པོ་བྱུང་བར་ད་འདི་ཚོ་མང་པོ་བརྒྱུད་རིམ་མང་པོ་ཤོད་མི་དགོས་ཅི་ད་གང་འདིར་ཨ་ནི་གང་ཟག་ཨ་ནི་ད་ད་ངོ་ཚ་ཤི་བ་ཟེར་ད་གང་འདིར་ད་དེ་འདྲའི་གི་གང་ཟག་ཁྱད་པར་ཅན་དེ་ཨ་ནི་དུས་སང་འགྲོ་གི་བྱས་པ་ཡིན་ན་ཡོད་ཆོག་ས་རེད་ཆོག་ས་མ་རེད་དེ་གང་འདྲི་ཅི་ལ་ངོས་འཛིན་བྱེད་དགོས་རེད། འོ་དེ་ཅི་ཞོད་ཡིན། བླ་སྲོག་གིང་གི་གང་གི་བསམ་ཚུལ། ཨ་ནི་མཐོ་ར་དང་ཕྱག་དཔེ་ལ་གཅིག་འདུག

དེའི་ནང་ན་ད་དང་པོ་བསམ་ཚུལ་བརྗོད་ལ་ད་ང་རང་གི་བསམ་ཚུལ་འདྲ་བོ་བྱིན་ན་ནམ་རྒྱུན་ང་ཚོས་ད་ལྟ་འདི་ང་ཚོའི་གསོར་སྦྱོང་ད་ད་དེའི་སྒང་ལ་བཤགས་པ་བྱེད་ཡ་དེ་ད་གསོར་སྦྱོང་དེ་ཆ་ཚང་དཀྱུས་གཅིག་ཏུ་འགྲོ་བཞག་བྱེད་ད་བྱེད་སྟངས་ད་ད་གཞུང་དུ་སུས་གནང་ལ་ཡིན་ན་ནི་དེའི་ངན་ལ་བཤགས་པ་དང་ཐོ་བ་དེ་ཆ་ཚང་བྱེད་དེ་ནི་རྗེས་ནས་གསོར་སྦྱོང་བྱེད་ཡ་དེ་གཉིས་ཀྱི་ད་ཕྱོགས་གཅིག་ཏུ་འགྲིག་མ་འགྲིག་གི་ཁྱད་པར་ཙམ་ཟེར་མ་གཏོགས་ཁྱད་པར་ཞེ་དྲག་མི་འདུག་བསམ་དྲན་གྱི་ཡོད་ད་དེ་རིང་ངས་འདི་འདྲའི་དྲི་བ་ཞུ་ཡ་དེ་ག་རེ་ཡིན་ཟེར་ན། ད་ང་རང་ཚོས་ཏན་ཏན་གྱི་ལག་ལེན་དེ་གཞི་བཞག་བྱས་ན་ད་ལྟ་ང་རང་ཚོས་ལག་ལེན་གྱིས་འགྲོ་གི་ཡོད་རེད་བ་དེ་སོར་བྱུང་གི་ལག་ལེན་དེ་གཞི་བཞག་བྱས་པ་ཡིན་ན། ད་ལྟེ་རིང་འདྲ་བོ་ཅིག་ལ་ལྟུང་བ་ཅིག་བྱུང་སོང་བས་ན་ལྟུང་བ་དེ་འཕེར་ཁ་མ་ཡོང་བ་གི་ཆེད་དུ་བྱ་ཡས་ཏེ་ཅི་མ་སོར་བྱུང་དེ་མ་གཏོགས་ཡོང་བ་མ་རེད། དེའི་བར་དུ་དེ་ལ་ད་ལྟ་ཉི་མ་བདུན་གྱི་ལྷག་སྡོད་ནས་ཉི་མ་བདུན་དེའི་ནང་ལ་ལྟུང་བ་འཕེར་ཁ་འགྲོ་བཞག་གི་རེད་བ། ལྟུང་བ་འཕེར་ཁ་མ་འགྲོ་ཡས་གི་ཆེད་དུ་ད་ལྟེ་རིང་སང་ཉིན་ང་རང་ཚོས་ལག་ལེན་དེ་གཞི་བཞག་བྱས་ཡས་ཡིན་ན་ལྟུང་བ་འཕེར་ཁ་མ་འགྲོ་ཡས་གི་ཆེད་དུ་ག་རེ་བྱེད་དགོས་གི་འདུག་ཟེར། དེ་དྲི་བ་གཅིག་ཡིན། དེ་ནི་ད་ལྟ་ང་ཚོ་ཕམ་པི་ཡི་ད་ལྟ་བུམ་པོ་དེ་བཞེས་ཡོང་དུས་ཕམ་པིའི་བུམ་པོ་དེ་དེ་རིང་སང་ཉིན་ང་རང་སོ་བྱུང་གི་ཡོད་རེད་ཡོད་མ་རེད་ག་སེ་བྱུང་ན་མཚན་གཞི་འདྲ་བོ་གསལ་བོ་ཅིག་འདི་འདྲའི་ཅིག་ན་ཕམ་པིའི་བུམ་པོ་འདི་རིང་སི་བྱུང་གི་ཡོད་རེད་ད་ཟེར་འདི་དེ་གསལ་བོ་ཅིག་འདི་ཅིག་སོང་ན་མང་པོ་ཅིག་ལ་ཕན་ཐོགས་ས་རེད་ཟེར་ཏེ་བཤད་ཡོང་དུས་ཕྱིན། ལོགས་སུ་རྒན་གི་སྤྲོ་བ་ཉིད་དཔེ་ཧོན་དུ་ད་ལྟ་ང་བྱུང་གི་ཡོད་རེད་ཟེར་ད་ལྟའི་བེར་ཁ་མ་བྱུང་བ་ཐབས་ཤེས་ད་ང་རང་གི་བསམ་ཚུལ་བཞིན་གྱི་མི་འདུག་གཞུང་གི་ནང་ཡོད་པ་དེ་ག་རེད།

བཤད་ཡག་དེ་རེད། དེ་ནས་ང་ལ་ད་ཉེས་པ་དེ་འདྲ་བྱུང་སོང་དེ་བཤད་ཡག་དེ་ཤ་ཡུའི་ཚིག་གཉིས་པ་ཅིག་ལ། བཤད་ཆོག་པ་དང་མ་ཆོག་པ་དེ་དབྱེ་བ་ཡོད་རོ། ད་དེ་བཤད་ཚར་ནས་དེའི་འཇུག་རྗེས་སུ་བཞག་པ་བྱས་ཡག་དེ་རེད། ད་དེ་དཔེར་ན་ང་ཚོ་དུས་གཅིག་ལ་བྱུང་བ་དཔེར་ན་རིག་པས་གྲུབ་པ་ཡིན་ན། ང་ཚོ་ད། ཕམ་པ་དག་ག་སོགས་རེད། བོང་བུ་ཟེ་ཡག་སྒྲོ་དང་ལྷག་མ་འདི་གི་དེ་དག་དགེ་འདུན་འདིར་བ་ཡག་ཅིག་འཚོ་བཅས་ཀྱིས་སྦྱར་བ་ད་འདི་སྨན་པའི་འབའ་ཞིག་པ་འགྲོ་བ་དང་ཉེས་བྱས་འགྲོ་ཅིག་ཡིན་ན། ཤ་ཡུའི་ཚིག་གཉིས་པ་གཅིག་ལ་ཡག། ང་དེ་རིང་ད་ལྟ་རང་འདི་རིང་ཅིག་བྱུང་སོང་འདི་ལབ་ཁ་ཐུག་དེ་ཁོའི་མདུན་ལ་ཡག། རོ་བ། ཤག་པ་བྱས་ཡོད་ར་ཕྱག་གསུམ་ཕུལ་བྱས། རོ་བ། དུས་ཕྱིར་ཡོང་ཆོག་རོ་བ། དུས་ཚོད་བདག་རང་ལ། ཁོ་རང་ལ་ཡང་ཐོས། ཐོས་པའི་དེ་མ་ཐག་ཏུ་ཁོའི་མདུན་ལ་བཤགས་པ་བྱས་ཡོད་ར་ད་ནི་གན་རྐྱལ་རང་གིས་བཤགས་པ་ལ་ཡང་གསོ་སྦྱོང་དགོས་ཀྱི་མི་འདུག་ཟེར་གན་རྐྱལ་རང་རང་ལུགས་འདི་ཟིན་སོང། རེད་བ། འདི་ཡོང་རོགས་ཅེས་འདི་རིག་པའི་སྒྲུབ་ཕྱོགས་དུ་བ། ཐོས་པ་དང་བཤགས་པ་གཉིས་ཀ་དུས་དུས་མཉམ་དུ་ཡོད་པ། དེ་ནས་ད་ང་ཚོ་གཙོ་བོ་འགྲོ་བ་དེ་ད་ལྟ་ཆོ་ག་དེ་ད་ལྟ། གན་བློ་བཟང་ཟླ་བ་ལགས་རེད་ད་ནི་གཅིག་གསུངས་སོང་ད་ནི་དཔལ་ཆེན་བློ་བཟང་ཆོས་རྒྱན་སྐུ་དུས་ཕལ་ཆེར་འདི་འདི་འདྲ་རེད་གསུངས་རྒྱུན་དུ་ངས་འདི་ཡག་པོ་བརྗེད་མ་སོང་གང་ལྟར་ཡིན་པའི།

དེ་འདྲའི་གཅིག་གང་ལ་འགྲོ་བ་ཡོད་ན། ལག་ལེན་ག་ཚོད་ཡོང་ས་རེད་རེད་བ། ལག་ལེན་འགྲོ་དེ་ག་ཚོད་ཡོང་ས་རེད། བཤེས་གཉེན་ཡོང་ག་ཚོད་ཡོང་ས་རེད། འདི་ཁག་པོ་འགྲོ་གི་རེད་དོ། ལག་ལེན་གང་ལ་ཡང་བསྟར་ཡག་བྱས་པ་ཡིན་ན། དེ་ཚོ་ལག་ལེན་ཡོང་དཀའ་བ་ཡིན་དུས་ཙང་ལ་ཡང། ཨ་ནི་དགེ་འདུན་མ་མཉམ་རྡོ་ཕག་ཚོ། ཨ་ནི་འདིའི་སྐབས་ལ་ཡང། ཨ་ནི་གཅིག་སྐྱབས་གཉེན་ཕྱིར་བཅོས་བྱེད་ཡག། དངོས་གཞི་ཕྱིར་བཅོས་བྱེད་ཡག། ཨ་ནི་སྐྱབས་གཉེན་དང་དངོས་གཞི་ཕྱིར་བཅོས་བྱས་ནས།

ག་སོར་ད་འདི་ག་སྐབས་ལ་དགོངས་པ་བཞེས་ཤར་ནི་ཕལ་ཆེར་འགྲིག་གི་བར་དེ་དགོངས་པ་བཞེས་ཤར་ན་མ་འགྲིག་པའི་རྒྱུ་མ་རེད་བསམ་གི་བྱས་ཙང་འདིའི་འདུས་ཙང་ལ་འདི་གཅིག་རེད་འདི་ནས་ད་ལྷག་མིའི་སྤོ་མགོ་གཡུང་གསུམ་འདི་གས་ཏེ་ད་ལག་ལེན་བསྟར་བ་ཡིན་ན། ལག་ལེན་ག་ཚོད་ཁེལ་ས་རེད་བ་འདི་ལྟས་ཁག་པོ་རེད་བསམ་གི་འདུག་ལག་ལེན་སྒང་ལ་འགྲོ་ཡ་དེ་ཁག་པོ་རེད་སྤྱི་བཏང་ད་ད་ངེ་བ་བག་ས་ལ་ད་བག་ས་ལ་ཡ་ཆོས་རྒྱུད་གཞན་པ་མཉམ་གཏོགས་ཡོད་དུས་འདི་ཚོའི་སྐོར་ལ་རྩོད་པ་མང་པོ་བྱུང། ཨ་ནི་ཅིག། གསོ་སྦྱོང་མ་བཅོ་ལྔས་ལ་ཡང་ལྟུང་བ་གླིང་ཕྲན་བྱས་ཡ་དང་བཀའ་མོལ་མང་པོ་བྱས་ཀྱིན་འདི་གའི་ལག་ལེན་ཡོང་གི་མེད་པ་དང་གནས་སྟངས་མང་པོ་ཞིག་ཐོག་ནས་འདི་འདྲ་བྱུང་འདུག་འདི་བྱུང་དང་བྱས་ཙང་འདིས་འདུས་ཙང་ད་ད་ལྟ། ཅིག། བསྒྲིགས་བཞག་པ། འདི་གཞི་བཟུང་གིས་མ་འགྲོ་བསྡད་ཡ་འདི་གི་ལྷག་མ་ཡིན་ནའང་དག་གི་ཡོད་པ། འགྲོ་སྟངས་འདི་གའི་དེ་ཏག་ཏག་ཕལ་ཆེར་འགྲིག་གི་ཡོད་ཀྱི་རེད་བསམས་ཏེ་ད་ཡིན་ནའང་དགོངས་པ་བཞེས་དགོས་ཡ་གཅིག་ལ་ཡང། སོ་སོའི་ཁ་ཐུག་ཁ་ཐུག་ལྟུང་བ་བྱུང་པ་ཡིན་ན།

ཅིག་འགྲོ་སྟངས་མང་པོ་ཞིག་ཡོད་ར། ཡང་ན་ནི། དཔེ་རྙེད་མ་འདི་སྐད་དེ་ཆ་ཚང་བྱེད་དགོས་ཡང་ན་ནི་ད་འདི་ཆ་ཚང་འདི་འདྲའི་སྐད་ཆ་མ་རེད་ད་གང་ལྟར་རྙེད་མེད་དེ་ག་ཚོད་ཐུབ་ཐུབ་ཀྱིས་འདི་གནང་ཨ་འདི་མེད་པ་ཡིན་ན་གསོ་སྦྱོང་སྐབས་ལ་ང་ཚོས་ད་ལྟ། ཕྱི་ཆོས་འདི་སྐད་དེ་འགྲིག་འགྲོ་ག་རེད་ཨན་ལྷག་པར་དུ་ཡང་ད་ལྟ་སྤྱི་ཤག་བདུན་འདུས་ཚང་ལ་ད་འདི་གནང་ལ། སོ་ཐར་བྱང་སེམས་གསང་སྔགས་ཚང་མ་ལ་ཡོད་ར་ཕྱི་ཆོས་བདུན་འདུས་ཚང་ཨན། ད་ལྟ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཟེར་ཡ་དེ་འདི་སྨོས་པ་ལ་སྐྱོན་ཆ་ཡོད་རྒྱུ་མ་རེད་བསམ་གྱི་འདུག

ཨོ་ད་དུས་ཚོད་མི་འདུག་འདི་ཞེ་སྡང་གི་དེ་ནི་གང་ཡིན་ཟེར་ན་ང་རང་ལ་ལོ་ཆུང་མེད་པ་ཞིག་དེ་ཅི་གང་བལྟས་ཆོས་མི་དེ་ཡར་རྒྱས་འདི་ཞུ་རང་དེ་འདྲའི་ཡོང་དུས་དགེ་འདུན་རྣམ་པར་ཐུགས་འདུན་སུ་ཡག་གི་དེ་འདྲའི་གི་བཤད་ཐུབ་ས་མ་རེད་ཡིན་ན་ཡང་ད་བཀའ་བསུ་བབ་པ་ག་རེ་ཟེར་ན་ཅིག་གསུང་བཤད་གནང་བོ་གི་དེ་ནས་ཅིག་དོན་དག་བསྡུས་བསྡུས་འདྲ་བོ་དེ་ག་རེ་ཅིག་གསུང་བཤད་གནང་བོ་ཟེར་བ་ཡིན་ན་ད་ནི་གཙོ་བོ་གདན་ས་ཨང་ནས་གདན་ས་ཁག་ལ་ལྟ་ཅིག་དེ་ལྟ་ང་ཚོ་གི་ལས་ཆོག་གི་ཞར་ལས་གནང་བཞིན་པ་སྦྱོར་བ་དེ་འགྲོ་སྟངས་ཐོག་ལ་ལྟ་ཅིག་ག་ཟེར་རོགས་སོ་སོ་གི་དོགས་པ་ཟེར་ན་མི་འདུག་བསམ་འཆར་ཟེར་ན་མི་འདུག་དེ་འདྲའི་ཅིག་འདུག་གང་ཡིན་ཟེར་བ་ཡིན་ན་ལྟ་ཅིག་ད་ལམ་དེའི་སྐབས་སུ་ཕམ་པ་དང་ལམ་མ་ཐབས་མང་པོ་ཐུགས་སུ་བཤད་ཡིན་ནི་ག་ཟེར་རོགས་དེ་ནས་ཅིག་ག་རེ་ཟེར་ན་གང་ཟག་ཁྱད་པར་ཅན་ལྔ་ཟེར་བ་ཅིག་གི་མདུན་དུ་ལས་ནི་དེ་འདྲའི་བཤགས་ན་ལ་འབྲེལ་བ་མ་གཏོགས་ཡིན་གྱི་མིན་གྱི་གསོ་སྦྱོང་དེ་ལ་འཚོགས་དགོས་ཡ་མི་འདུག་ཟེར་ནས་ད་ལྟ་པན་ཆེན་སྡེ་རས་ཉིན་མོ་ད་མཁས་པ་མང་པོ་ཡིན་འདུག་ཏུ་ཟུག་དེ་འདྲའི་ནི་ད་ནི་ཡོང་སྲིད་ཁ་ག་ཡ་མི་འདུག་ཟེར་ཅིག་བྱས་ར་བ་ད་གང་ཟག་ཁྱད་པར་ཅན་ལྔ་ཟེར་བ་དེ་དག་ཅི་ག་རེ་ཟེར་ངོ་ཚ་ཤེས་པ་དང། འདུལ་བ་འཛིན་པ་བསོད་ནམས་དང་ལྡན་པ་སྡེ་སྣོད་འཛིན་པ་ད་གཅིག་དེ་ཡག་པོ་ཅིག་དྲན་མ་སོང་གང་དང་ཤེས་པ་ཡིན་གང་ཟག་ཁྱད་པར་ཅན་དེ་འདྲའི་ཅིག་གི་མདུན་དུ་ནི་བཞག་ན་ནི། འགྲིག་དགོས་ས་རེད་ཟེར་དེ་འདྲའི་ཅིག་གསུངས་སོང་ཡིན་ན་ཡང་དེ་ལ་ད་ག་རེ་ཟེར་ན་ང་ཚོས་ནི་ཀྱེ་ཡེ་ཤེས་ཅན་རྒྱལ་མོ་ཀྱེ་ཁྱེད་སྨོན་ལམ་བཟང་པོ་མཆོག་གིས་ད་དེ་ལ་སྲིད་ཞེས་བྱས་ནས་ར་བ་ད་དེས་ནི་ག་རེ་ཟེར་ན་རྒན་དོན་ཡང་འཚོ་བྱས་ནས་ནི་ག་རེ་ཟེར་ན་གསོ་སྦྱོང་སོང་ཡང་དེའི་མདུན་དུ་བཞག་ན་དེ་ག་རེ་ཟེར་ན།